དེ་ནས་ཚོགས་གཞོན་རྒྱུན་ལས་རྣམ་པ་ལ་སོགས་པའི་ཕྱག་ལས་གནང་མཁན་ཡོངས་དང། དེ་ནས་ཆོས་ཀྱི་ཞིང་པ་གནང་མཁན་དགེ་རྒན་ཤེས་ལྡན་རྣམ་པ་ལ་སོགས་པའི་ཆོས་གྲོགས་རྣམ་པ་དང་དྲྭ་གྲོགས་རྣམ་པ་ཚང་མ་ལ་ཡང་དེ་ནས་དེ་རིང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཟླ་ཕྱི་ཟླ་བཅུ་གཉིས་པའི་ཚེས་བདུན་ད་བོད་རྒྱལ་བཙན་ཐང་ཆད་པ་ཡིན་ན་ད་ཡོས་ལོ་ར་ད་ཡོས་ལོ་ཡོས་ལོ་པའི་ཡོས་ལོ་གའི་ནི་ཟླ་བ་བཅུ་པའི་ཚེས་ཉི་ཤོ་ལྔ་སྟེ་ད་རྗེ་བཙོང་ཁ་པ་ཆེན་པོ་ད་དགོངས་པ་རྫོགས་ཡི་གེ་ད། དུས་ཚོད་ཆགས་འདོད་རེད། ནི་ཤོ་ང་དེ་དག་ཡོངས་གྲགས་ལ་ཡང་དགའ་ལྡན་བསྔགས་བརྗོད་ཆེན་མོ་ཟེར་བ་དེ་རེད། ད་དགའ་ལྡན་བསྔགས་བརྗོད་ཆེན་མོ་ཟེར་བ་དེ་རྗེ་བཙུན་ག་པ་ཆེན་པོ་དགོངས་པ་རྫོགས་ཡིན་གྱི་སྐབས་ལ་ཡལ་ད། ད་དུས་དེ་ཁྱི་ཡ་ཡིན་ཙང་དེ་ལ་ཡང་ནི་དགའ་ལྡན་བསྔགས་བརྗོད་ཆེན་མོ་ལ་འོས་པ་རེད། ད་ད་རེས་དགའ་ལྡན་བསྔགས་བརྗོད་ཆེན་མོ་དང་འབྲེལ་ནས།

ད་རྗེ་བཙོང་ཁ་བ་ཆེན་པོའི་རྒྱལ། ད་སྣང་ཐ་དད་མ་བཞིའི་ཕ་རོལ་ལས་ཡག་ད་རྗེ་བཙོང་ཁ་བ་ཆེན་པོ་དེ། ད་ང་རང་ཚོ་བོད་གངས་ཅན་འདི་ལས་ཡག། ཧ་ཅང་གི་བཀའ་དྲིན་ཆེན་པོ་ཞིག་ཆགས་རྒྱུ་རེད། བོད་གངས་ཅན་འདི་ལས་ཡག་ད་ཆོས་བརྒྱུད་ཆེན་པོ། ད་གཞས་དང་སྔགས་དང། འོ་དེ་འདྲའི་གཡུང་དྲུང་བོན་དང་བྱེས་པ་ད་དེ་འདྲའི་རྩེད་ཡོང་དུས། སྔགས་འོང་དྲུག་དེ་འདྲའི་ཅིག་ཆགས་ཡིན་འོང་ཏོ། འོ་ད་དེའི་ནང་གི་དགའ་རོགས་དགེ་ལུགས་པ་ཟེར་ན་འདྲ་རོགས་དགེ་ལྡན་པ་ཟེར་བ་དེ་གི་གནས་ཤིང་དེ་སུས་འཇལ་བ་པོ་ཐོག་མ་སུས་འཇལ་བ་པོ་དགེ་ལྡན་བི་གིས་བསྟན་བི་གིས་བདག་པོ་དགེ་ལྡན་བི་གིས་སྟོན་བི་གིས།

ཡིན་ན་ཡང་ང་ནི་ཕན་ཐོགས་རླབས་ཆེན་པོ་གཅིག་བྱུང་ཡོད་པ་དེ་འདྲས་སོང་ཙང། ཨོ་ད། རྗེ་བཙུན་ཀ་པ་ཆེན་པོ་དེ་བོད་གངས་ཅན་ཤེས་ཡོངས་ལ་ཡང་ནི། ང་ནི་མཛད་རྗེས་བླ་ན་འབར་བ། བཀའ་དྲིན་གོང་ན་མེད་པ་ཅིག་ཆགས་ཡོད་པ་བོ་དེ་འདྲས་རེད། ད་ཁོང་གིས་ད། སྲོད་བཏུལ་བའི་རི་བོ་དགེ་ལུགས་པ། ཀྱི་ཐོག་ནས་ད་ཅིག་ཞུས་པ་ཡིན་ན་ད་དགེ་ལུགས་པ་ལོག་ཡོད་རེད་ལགས། འོ་དེ་ནི་དགེ་ལྡན་པ་ལོག་ཡོད་རེད། འོ་དེ་ནི་བཀའ་གདོང་ས་མང་བ་ཟེར་ཡོད་རེད། ཡང་ཞྭ་སེར་རི་ལུགས་པ་ཟེར་བ་ད་དེ་འདྲ་ཅིག་ནས་མི་མི་འདྲ་བ་ཟེར་ན་འདྲ་མཚན་མི་འདྲ་བ་ཁ་སྔགས་རྫས་ཅིག་དེ་འདྲ་འདུག་ཨ། ད་དེ་ལས་ཡག། དགེ་ལྡན་པ་ཟེར་བ་ནང་གི་དགའ་ལྡན་པ་ཟེར་བ་དེ་ཚོ་ནི་གདན་ས་གི་མིང་དེ་ནི་ཆོས་ལུགས་ལ་ཡ་ཐོག་པའོ་དེ་འདྲ་ཆགས་འདོད་རེད། འོ་ད་ལྟ་རྗེ་ཙོང་ཁ་པ་ཅན་པི་ཀའི་གདན་ས་རེའུ་དགེ་ལུགས་པི་ཀའི་མ་དགོན།

ནས་དགའ་ལྡན་བར་ཟེར་ན་དགའ་ལྡན་རྣམ་པ་གྱི་མིང་ཡིན་ཟེར་བ་ལྟར་དེ་གནས་སྐབས་ཡང། ད་རྗེ་བཙོང་ཁ་བ་ཆེན་པོ་ཁོ་རང་ཞལ་དངོས་སུ་བཞུགས་པའི་སྐབས་ལ་ཡང་ངས་མཚན་དེ་ལྟ་ཡི་གི་ད་ཞག་སོས་ཡོད་རེད་ཟེར། དེ་ཡང་ག་རེ་རེད་ཟེར་ན་རྗེ་བཙོང་ཁ་བ་ཆེན་པོ་ཁོ་རང་རང་གི་མཛད་པའི་དབུ་མ་དགོངས་པ་རང་གསལ་གྱི་མཇུག་བཞག་ལ་ཡང། འགྲོ་བོ་རི་བོ་ཆེ་དགེ་ལྡན་རྣམ་པ་བརྒྱད་ཡི་གླིང་དུ་བཞག་འོ་ཟེར་གསུངས་ཡོད་རེད། ཡང། རྗེ་བཙུན་གར་པ་ཆེན་པོས་མཛད་པའི་བདེ་མཆོག་དངོས་རྟོགས་འདོད་འཇོ་ཡི་གེ་འཇུག་བྱང་ནང། འགྲོ་བ་རི་བོ་ཆེ་དགའ་ལྡན་རྣམ་པ་བརྒྱའི་གླིང་དུ་གསལ་གསུང་ཡོད་དེ་དགའ་ལྡན་རྣམ་པ་བརྒྱའི་གླིང་གསུང་ཡོད། དེ་ནས་འཇུག་ཁྲུས་ཆེན་མོའི་གེ་འཇུག་ལ་ཡང་དགའ་ལྡན་རྣམ་པ་བརྒྱའི་གླིང་ཟེར། དེ་འདྲ་བྱས་ནས་དགའ་ལྡན་འགྱོད་པ་ཟེར་ན་འདྲ་དགེ་ལྡན་འགྱོད་པ་ཟེར་ན་འདྲ་ཨོ་ད་དེ། ག་རེ་མིན་མཚན་བཏགས་པ་ཡིན་ན་ཡང་དཔྱད་པ་ཅི་བྱུང་བྱ་འདོད་རེད།

ཨོ་དེ་འདྲའི་ཆ་འདི་རུ་ད་དགའ་ལྡན་ཟེར་ན་འདྲ་དགེ་ལྡན་ཟེར་ན་འདྲ་དེ་འདྲའི་མཚན་གནས་ཁག་དེ་ཡང། ཨོ་དེ་ནི་མཚན་ཉིད་ལུང་གིས་ཟིན་པ་བ་དེ་འདྲའི་ཆ་འདི་རུ་ལུང་ལུང་བསྟན་ཡོད་དེ་ལུང་སྟོན་ཡོད་རེད། ཨོ་ལུང་བསྟན་ག་འདྲ་ཡོད་རེད་ཟེར་ན། དགའ་ལྡན་ཟེར་བ་དེ། ཨོ་དེ་ནི་རྒྱལ་བ་རྡོ་རྗེ་འཆང་ཟེར་ན་འདྲ། སངས་རྒྱས་ཤཱཀྱ་ཐུབ་པས་གསུངས་པའི་འཇམ་དཔལ་རྩ་རྒྱུད་ལ་ཡང། རྗེ་བཙུན་གར་པ་ཆེན་པོ་མ་ལུང་བསྟན་གནང་པའི་སྐབས་ལ་ཡང། ངག་ནི་མྱ་ངན་འདས་འོག་ཏུ་ས་ཡི་སྟེང་དུ་སྟོང་གྱུར་ན་ཆོས་ཉིད་བཞི་པའི་གཟུགས་བྱས་ནས་སངས་རྒྱས་མཛད་པ་ཞེས་པ་འདི་དེ་ཚེ་གྱོན་ཆེན་རབ་དགའ་བ་ཁ་བ་ཅན་ན་ཡོད་པ་ཡིན་གསུངས་ཡོད། དེ་ཚེ་གྱོན་ཕྱིར་རབ་དགའ་བ་ཟེར་ཡོང་དུས་དགའ་ལྡན་ཟེར་བ་དེ་དགའ་རང་ཅེས་པའི་མཚན་ངོ་སོ་བ་ལུང་གི་ཟིན་བོ་དེར་དགའ་ནང་བཞིན་གྱི་རྟགས་སྔ་འགྱུར་གཉིས་མིན་གྱི་རྟགས་དྲུག་ཆེན། རྩོད་མེད་ཀྱི་དྲུག་ཆེན་རྗེ་བཙོན་ཁ་བ་ཆེན་པོས་ཀྱི་རྟགས་རྩ་ཡི་བླ་མ། དྲུག་ཆེན་ཤ་དོང་བ་ཟེར་ན་འདྲ། ཐོག་སྒྲ་སྒྲུག་ཆེན་ནམ་མཁའ་གྱི་མཚན་ཟེར་ན་འདྲ་ཁོང་གི་འུ་གཉིས་གསང་ན་ལོག་རྟོག་མི་ཟེར་ལེ་ཡ། འུ་གཉིས་རྗེ་བཙུན་ཁ་བ་ཆེན་པོ་ལ་ཡང་ལུང་བསྟན་ག་རེ་བགྱི་ཡར་བསམ་རྒྱུན་འབིག་གི་མིང་ལ་ཡང་རྟེན་འབྲེལ་གྱི་སྒྲ་དོན་ཡོད། ཁྱོད་འདི་ནི་དགའ་ལྡན་དུ་ཞང་པོའི་དྲུང་དུ་འབྱོན་ཞིང་དེ་བཞུགས་པས་རྒྱུན་འབིག་མིང་ཡང་དགའ་ལྡན་ཞེས་བཏགས་ན་ཁྱོད་བཞུགས་པ་དང་ཁྱིམ་མིག་པའི་རྟེན་འབྲེལ་ཡོད། འོ་དེ་འདྲ་བྱས་ནས།

དེ་ལ་ཡང། རྗེ་ཙོང་ཁ་པ་ཆེན་པོ་ལུང་བསྟན་གནང་ས་ཀྱི་དེ་ཡི་ཚིག་ལ་ཡང། འབྲི་དང་བཟླས་ཀྱི་ས་ཚང་སོགས་རྒྱས་ཤིང་ཞྭ་ཡི་གྱོན་པ་འདེད་གསུངས་ཡོད། འབྲི་ཟེར་བ་དེ་ཞང་འབྲི་གུང་དང་གདན་ཟེར་བ་དེ་ལྷ་ས་ལ་ཡང་ལྷ་གདན་ལ་འོ་རེད། ཡང་ཁ་ཤས་ཀྱིས་གདན་མི་གཏོགས་ཐང་སའི་གདན་དེ།

ལ་ལུང་བསྟན་ཡོད་རེད། དེ་ཡང། གཏེར་སྟོན་ར་ན་ལིང་བིང་གི་གཏེར་ཡིག་ནང། རྒྱལ་བསྟན་ཞལ་བཞི་སྒྲོན་གནས་དམ་པར་རོ་ཟེར་བ་དེ་འདྲ་ཅིག་ནི་རྒྱལ་བསྟན་ཟེར། དེ་ཡང་རྟ་ལུང་གི་ཟིན་པ་དེ་འདྲ་ཆགས་འདུག་ཡོད་རེད་ཟེར་བ་དེ་གཅིག། དེ་ནས་དགེ་ལུགས་པ་ཟེར་ད་དགེ་ལུགས་པ་ཟེར་བ་དེ། རྒྱལ་བསྟན་ལུགས་འཛིན་མཁན་དེ་ཚོ་ལ་ཡར་ནི་དགེ་ལུགས་པ་ཟེར་བ་དེ་འདྲ་ཅིག་ནི། རྒྱལ་བསྟན་ལུགས་འཛིན་པ་ཟེར་བཞིན་པའི་ཐ་སྙད་དེ་ཚོ་ཚིག་ཚོད་བསྡུས་ནས་ཚིག་སྡུད་བྱ་འདོད་རེད་དགེ་ལུགས་པ་ཟེར་འདོད་རེད། འོ་དེ་རེད་དེ་ནི་བཀའ་གདམས་གསར་མང་བ་ཟེར། བཀའ་གདམས་གསར་མང་བ་ཟེར་བ་དེ་གདམས་ངག་གི་ཐོག་ནས་མཚན་ཐོགས་པ་དེ་རེད་འདོད་རེད། སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་བཀའ་ཐམས་ཅད་འགལ་བ་མེད་པ་གང་ཟག་སྤྱིའི་འཚང་རྒྱ་ཡི་ཐབས་ལས་སོ་གསུངས་པའི་གེགས་ནི། གདམས་ངག་འཆལ་བའམ་ཡང་ན་གདམས་ངག་ཡིན་པ་དེ་ཁས་ལེན་མིན་གྱི་ཆ་ནས་ནི་བཀའ་གདམས་པ། དེ་ལྟ་བུའི་གེགས་བཀའ་གདམས་པ་དེ་ལ་ཡང་ནི་བཀའ་གདམས་སམ་གཉིས་སྨྲ་དང་བཀའ་གདམས་གསར་སྨྲ་བ་ཟེར། འོ་དེ་འདྲའི་གཉིས་ཡོད་པའི་ནང་ནས་བཀའ་གདམས་གསར་སྨྲ་བ། ས་པ་ཡིན་གྱི་བྱ་ནི་ས་མ་བ་སོ་འོ་དགེ་ལྡན་པ་དེ་ལ་ཡང་བཀའ་གདམས་མོ་ས་མ་བ་སོ་འོ་མཚན་བསྡུ་བ་དེ་དེ་འདྲ་རེད་སོ་འོ་ད་བཀའ་གདམས་པ་ཟེར་བ་དེ་ཤ་ཐང་ཇོ་ཇི་དཔལ་ལྡན་ཨ་ཏེ་ཤ་བོད་ནས་ཕེབས་ནས་ཁོང་གི་ད་ལྷག་མ་གཙོ་བོ་དེ་འབྲོང་བསྟན་པ་རྗེ་ཡི་འབྱུང་གནས་ལ་སོགས་པ་བཀའ་གདམས་སྐུ་ཕྲེང་གསུམ་ལ་བཟོས་པ་དེ་འདྲིས་ཀྱི་ཆོས་བརྒྱུད་འོ་དེ་ཚོ་ལ་ཡང་ནི་བཀའ་གདམས་པ་ལོ་ཡོད་རེད་འོ་ད་རྗེ་ཙོང་ཁ་པ་ཆེན་པོས་ཀྱི་འོ་ད། ས་སྲོད་དེ་ཡང་དག་དེ་འདྲའི་ཇོ་བོ་རྗེས་གནས་མ་བརྒྱུད་པའི་གི་ད་ཞག་སྲོད་དུ་གཙོ་བོ་གནང་རྒྱུ་ཡོད་ཡིན་ཙང་དེ་ནི་བཀའ་གདམས་པ་དེ་ས་ནི་གཉིས་ཀྱི་ནང་ནས་དེ་ནི་གསང་མ་ཨང་ཟེར་བ་དེ་ཆགས་འགྲོ་བ་རེད། དེ་ནས་རྗེ་བཙུན་ག་པ་ཆེན་པོས་གི་ད། ལུགས་སྲོལ་ཟེར་ན་འདྲ་རྒྱ་ལུགས་པ་ལ་ཡང་ནི་ཞྭ་སེར་རི་ལུགས་པ་ཟེར་བ་དེ་ལ་འོ་ད་ཞྭ་སེར་རི་ལུགས་པ་ཟེར་བ་དེ། ཐུགས་མཁྱེན་ཆོས་ཀྱི་ཉེས་དམིགས་ཀྱི་གྲུབ་མཐའ་ནི་ཡང་བླ་ཆེན་དགོངས་པ་རབ་གསལ་གྱིས་ནི་སློབ་མའི་བོད་དུ་བྱོན་ཁ་ལ་ཡང་ནི་དབུ་ཞྭ་སེར་པོ་ཡིག་འབྲུ་ཞིག་གནང་ནས་ནི་འདིར་བྱོན་ལ་ང་རྗེས་སུ་དྲན་པ་གྱིས་ཟེར་གསུངས་ཡོད་རེད། འོ་དེ་གསུངས་པ་དེ་འགྲིག་གསུངས་བ་ཡིན་ཙང། ད་ནི་བོད་ཁུལ་གྱི་འགྲན་རྩིས་ཆེན་པོ་དེ་ཚོའི་དབུ་ཞྭ་གསལ་པོ་གནང་འབུལ་གྱི་ཞྭ་སྲོལ་ཡོད་པ་དེ་འདྲ་སོང་ཙང་ཞྭ་སྲོལ་དེ་ཚོ་དང་ཀུན་ནས་མཐུན་པ་རྗེ་ཙོང་ཁ་པ་ཆེན་པོས་ཀྱང་བོད་གངས་ཅན་འདི་ལ་ཡང་སངས་རྒྱས་ཀྱི་བསྟན་པའི་དགེ་རྒན་མ་ནིང་འདུས་ཡིད་ཀྱི་བསྟན་པ་རིན་པོ་ཆེ་འདི་ནང་པ་ལྷ་སོ་དང་མི་སྣ་གོང་འཕེལ་བ་དག་ཞེ་དགུ་གཅིག་པ་རྒྱ་ཆེན་པོ་གནང་ཡིན་གྱི་རྟེན་འབྲེལ། ལེ་ཡཱ་ནི་ཁྱེད་ཚོ་འགག་པར་བྱེད་པའི་དབུ་ཞྭའི་ཁ་དོག་སྟེ། ང་ནི་སྣོད་ཀྱི་འདུལ་འཛིན་ནང་དང་མཐུན་པས་ནི་གསལ་པོ་གནང་ཡོད། དེ་འདྲའི་སོང་ཙང་ང་ནི་ཁྱེད་ཚོ་འགག་པར་བྱེད་པའི་རྒྱུད་རིང་ལུགས་ཟེར་ན་འདྲ། ལུགས་སྲོལ་དེ་ལ་ཡང་ཞྭ་སེར་འཆང་ཡི་ལུགས། འོ་ད་དེ་འདྲའི་ཞྭ་སེར་རི་ལུགས། ཞྭ་སེར་འཆང་ཡི་ལུགས། འོ་ད་དེ་འདྲའི། མཚན་ཐོགས་པའོ་དེ་འདྲ་རེད། འོ་ད་དེ། ངོ་བོ་དེ་ནི་ནི་ད་དེ་ལྟ་བུའི། རེ་བ་དགེ་ལུགས་པའི་དགེ་བསྟན་པའི་དགེ་བདག་པོ། ད་རྗེ་ཙོང་ཁ་པ་བྱམས་པོ་སྟེ། ད་རྒྱལ་བ་རྡོ་རྗེ་འཆང་དབང་ཡང་ན་བསྟན་པ་རྒྱལ་བ་ཤཱ་ཀྱ་ཐུབ་པ་ལ་སོགས་པ། ད་དེ་ཚོ་གིས་ལུང་བསྟན་ག་འདྲ་ཡོད་རེད་ཟེར་ན་ད་ལུང་བསྟན་གྱི་སྐོར་ལས་ཞུ་བ་ཡིན། ད་ད་རིགས་ནས་ལུང་བསྟན་གྱི་སྐོར་དེ་གཙོ་བོ་ཞུ་བ་ཡིན། ད་དེ་ལ་ཡ། ད་རྒྱ་བ་ཁ་ཆ་དུ་བའི་མདོ་ཕྱོགས་ཀྱི་གཞུང་དེ་ཚོ་ལ་ཡ་ལུང་བསྟན་བའི་རིམ་པ་གཅིག། དེ་བས་ན་དབྱིན་ཀྱི་གསང་སྔགས་ཀྱི་རྒྱུད་སྡེ་ལ་ཡ་ལུང་བསྟན་པའི་རིམ་པ་གཉིས་པ་རེད། གསུམ་པ་དེ་ལ་ཡ་རྗེ་བཙུན་ཞང་པ་མགོན་དཔལ་གྱིས་རྗེ་བཙུན་གངས་པ་ཆེན་པོ་ལུང་བསྟན་དང། བཞི་པ་དེ་ལ་ཡང་རྗེ་ཚིག་འཇམ་པའི་དབྱངས་ཀྱིས་རྗེ་ཙོང་ཁ་པ་ཆེན་པོ་ལུང་བསྟན་ཚུལ། ལྔ་པ་དེ་ལ་ཡང་དེ་ནི་དཔལ་ཕྱག་ན་རྡོ་རྗེས་ཀྱི་ནི་རྗེ་ཙོང་ཁ་པ་ལུང་བསྟན་ཚུལ། དོན་ཚན་དྲུག་པ་དེ་ལ་ཡང་དཔལ་མགོན་འཕགས་པ་ཀླུ་སྒྲུབ་ཀྱིས

སྟོན་པའི་བདག་པོ་རྒྱལ་བ་ཁ་ཆེ་དུ་བས་ནི་མདོ་ཕྱོགས་ནས་ལུང་བསྟན་ཚུལ་དེ་ལ་ཡང་ལུང་བསྟན་ཁ་མི་འདྲ་བ་བཞི་ཡོད་རེད། ད་དང་པོ་མདོ་སྡེ་གདམས་ངག་དགུ་པའི་བྱེད་སྒོ་ལ་ཡང་ག་འདྲས་གསུངས་ཡོད་རེད་ཟེར་ན། ད་ལྟ་ང་ལ་ཤེལ་ཁ་ཅིག་འཕྲལ་བ་སྟེ་ཡི་ཆུ་བོ་འདི་ང་ཡིས་བསྟན་པ་གསོལ་བཞེས་ལགས། མ་འོངས་ལྷིང་མིའི་དུས་སུ་ནི་འབྲི་དང་གདན་གྱི་ས་གཙང་སོགས་རྒྱས་ཤིང་ཤ་ཡི་གྱོན་པ། བློ་བཟང་རྗེ་ཡི་མཚན་ཡང་འབྱུང། ཟེར་བ་ལྟར་དེ་འདྲའི་ཆེ་ནི་གསལ་པོ་བྱས་ནས་སོང་ཡོད། ད་དེ་ཚོད་ཀྱི་ཚིག་འགྲེལ་གྱི་དགེ་བསྡུས་ཀྱི་ཞུས་པ་ཡིན་ན། དེ་ནི་བདག་ཅག་གི་སྟོན་པ་ཤཱཀྱ་ཐུབ་པ། བྱ་དགའ་ཕ་བུའི་ཡུལ་དུ་ཕེབས་པའི་དགེ་སྐོས་ལ་ཡང། དེ་ནས་རྗེ་ཙོང་ཁ་པ་ཆེན་པོ་དེས།

ལུང་བསྟན་གནང་ནས། ད་ལྟ་ང་ལ་ཞེས་བཀའ་ཅི་ཁྲེལ་བ་ལྟས་ཡིད་ཆེ་བོ་འདི་ང་ཡི་བསྟན་པ་གསལ་བྱེད་ལགས། མ་འོངས་སྙིགས་མའི་དུས་སུ་ནི་མ་འོངས་པ་ལས་ཡ། སྙིགས་མ་ལྔ་ཡི་དུས་འདྲི་དང་གདན་གྱི་ས་ཚང་སུ་འདྲི་གསལ་དུ་བཞག་འདི་དགོངས་གདན་གསལ་བ་དེ་གདན་མེ་ཏོག་དང། ཡང་ན། འོ་ད། ལྷ་གདན། དབུས་ལྷ་ལྡན་དང་གི་ས་ཚང་ལ་ཡང་ཡིན་དགེ་ཞེས་བྱ་ཡི་གྱོན་པ་དེ་ཚོ་དགེ་ལྡན་ཞེས་པའི་གྱོན་པ་བྱ་བུ་རེད། ཨེ་ཁོང་གི་མཚན་དེ་ལ་ཡང་བློ་བཟང་རྗེ་ཡི་མཚན་ཡང་འབྱུང་ཟེར་བ་ལྟར་དེ་འདྲས་བྱས་ནས་ནི་སེར་པོ་བྱས་ནས་ད་ལྟ་ལུང་བསྟན་གནང་ཡོད་པའོ་དེ་རེད། ད་མདོ་ཕྱོགས་ནས་ལུང་བསྟན་གནས་པ་དེ་ལ་ཡང། ལམ་ཁ་ཤེས་དཔལ་གྱི་མདོག་ནི་རྒྱ་ནག་གི་སྐད་ནས་ང་རང་ཚོ་བོད་སྐད་ལ་ཡང་བསྒྱུར་ཡོད་ཀི། ལམ་ཁ་ཤེས་དཔལ་གྱི་མདོག་ལ་ཡང། བཅོམ་ལྡན་འདས་ལ་ཀླུ་ཡི་རྗེ་གོ་མ་བགྲོད་པའི་དུང་དཀར་པོ་ཞིག་ཕུལ་བ། མ་འོངས་སྐད་ཅིག་བོར་ལ་གནང་ནས། འདི་ཁྱོད་ཀྱི་མགོ་པ་རེད་བོས་ཤིང། མ་འོངས་པ་ན་དགེ་སློང་པི་མིའི་ངན་ལྡན་འདས་གཏད་ནས་འདོད་པའི་དུས་ཚོགས་དུང་དུ་འགྱུར་ཅིག་ཏདྱ་སྤྲུལ་ཡིག་གནས་བཤད་དོ། འོ་དེ་སོང། ད་བདག་ཅག་གི་སྟོན་པ་ཤཱ་ཀྱ་ཐུབ་པ། ད་རྒྱ་གར་ཕ་བི་ཡུལ་ལ་ཡར་བཞུགས་ཀྱི་སྐབས་སོ། དེ་ནས་ད་རྗེ་ཙོང་ཁ་བ་ཆེན་པོ་དེ་ད་ཆ་ཏིང་འབིག་གི་ལྷག་མ་རྒན་མོ་པི་མི་ངན་ལྡན་ཟེར་བ་དེ་རེད། དེ་འདྲ་སོང་ཙང། ད་ཀླུ་ཡི་རྗེ་བོ་མ་བགྲོས་པའི་རྒྱལ་ནི་དུང་དཀར་ཆུ་ཕུལ་ཡོད་རེད། བཅོམ་ལྡན་འདས་ལ་ཡང་དུང་དཀར་ཆུ་ཕུལ། དུང་དཀར་ཆུ་ཕུལ་བ་དེ་ནི་གནས་སྐབས་ཀྱི་ཚོགས་དུང་བྱས། དེ་ནས་ཤི་ལ་ཡ་ནི་རྗེས་ལ་ཡ་ནི་མོང་གི་བུ་ལ་ཡ་དུང་ག་དུ་མ་གནང་ནས། ཨ་ནི་མོང་གི་བུ་ཁྱོད་ཀྱིས་འདི་བོད་གངས་ཅན་གྱི་ད་མགོ་པ་རེད་ཟེར་ད་དགའ་ཟླའི་རྒྱོན་པ་འཇག་ས་གི་རི་དོག་དོག་དེ་ལ་ཡ་མགོ་པ་རེད་ཟེར་ཡོད་འདུག་ཨོ་ད་མགོ་པ་རེད་ལ་ཡ་བལྟས་བ་ཞོག་ཟེར། ཨ་ནི་མོང་བ་ལ་ཡ་དགེ་སློང་པི་མི་ངེ་ལྡན་དེ་གས་ནི

ཁྲི་ལན་ནམ་མཁའ་དང་བསྣམས་པའི་བུ་ཆེ་ཁྱི་ཡི་ནང་ནས་བལྟ། འབྲས་སྤུངས། ཤ་སྟག་དཔའ་བོ། འཇམ་དབྱངས་ཆོས་ཀྱི་བཀྲ་ཤིས་དཔལ་ལྡན་པ་ལ་ཡ། བལྟ་གནང་ཡོད་ར་དེ་གནང་ནས། དེ་ནས་འབྲས་སྤུངས་དགོན་པའི་དགེ་བལྟ་བསྟན་གྱི་གཙོ་བོ་ཟེར་ན་འདྲ། བལྟ། རྩ་བ་ཆེ་ཤོས་བལྟ་ཆོས་དུང་བ་དེ་ཆགས་འདི་ཡོད་རེད་དེ་ལྟ་བུའི་ཆོས་དུང་དེ། ཧ་ཅང་གི་བལྟ། རྩ་བ་ཆེན་པོ། སངས་རྒྱས་བཅོམ་ལྡན་འདས་ལ་ཡ་ཕུལ་མཁན་དེ་ཀླུ་ཡི་རྒྱལ་པོ་མ་གྲོས་པ། ཕུལ་ས་དེ་བཅོམ་ལྡན་འདས་ཀྱིས་འདི་ནི་བཅོམ་ལྡན་འདས་ཀྱི་གནས་གོས་ཅིག་དག་ཚོགས་དུང་ཚོགས་དུང་གནང་དོ། དེ་ནས་ཚོགས་དུང་གནང་ནས་ཚོགས་དུང་དུང་དཀར་དེ་ནི་ཡང་བཅག། སངས་རྒྱས་བཅོམ་ལྡན་འདས་ཀྱིས་ལྷག་མ། དེ་ནི་ནི་ཐོས། མ་འོངས་དགེ་བྱེད་པོ། རྫུ་འཕྲུལ་སྣང་ཅིག་མཆོག་ཏུ་སྤྱོད་པ་མ་འོངས་དགེ་བྱེད་པོ་ལ་ཡང་མ་གནང་ནས་མ་འོངས། རྒྱལ་པོ་ལ་ཡང་མགོ་པ་རི་ལ་རྟའི་སྦ་ཞོག་ལོ་གསུངས་ཡོང་དུས་ད་ལྟའི་མ་ཐོག་མ་ཕ་སྦ་པ་པོ་འདི་རྒྱལ་བ་རྡོ་རྗེ་འཆང་ཟེར་ན་འདྲ་སྟོན་པ་ཧ་ཅང་ཐུག་པ་ཆགས་འདུག་ཡོད་རེད་ད་དེ་ལྟ་བུའི་གི་རྟའི་དེ་ཚོ་བླངས་མཁན་དེ་ཤི་སོ་ནི་རྗེ་བཙུན་ག་པ་ཆེན་པོ་འོ་དེ་ཆགས་འདུག་ཡོད་རེད་དེ་འདྲ་སོང་ཙང་ད་རྟའི་གི་ཐོག་ནས་བཤད་པ་ཡིན་ན་རྗེ་བཙུན་ག་པ་ཆེན་པོ་དེ་རྟའི་དོན། གཏེར་སྟོན་ནང་དགོས་བདག་རྒྱལ་པོ་ལྟ་བུ། ལྟེ་བར་སྦ་པ་པོ་དེ་སངས་རྒྱས་བཅོམ་ལྡན་འདས་ཡིན་པ་དེ་འབྲེལ་གྱི་ལྟེ་སྦ་པ་པོ་མཆོག་ཏུ་གྱུར་པ་སངས་རྒྱས་ཀྱི་སྦ་ཡ་རྒྱུ་དེ་ནི་ཚུར་བླངས་མཁན་ཡིན་ཙང་ད་གཏེར་སྟོན་ནང་གི་རྒྱལ་པོ་ལྟ་བུ་དེ་འདྲི་ཆགས་ཀྱི་འདུག་འོ་དེ་རེད། ད་མདོ་ཕྱོགས་ཀྱི་ལུང་བསྟན་གསུངས་པ་དེ་ལ་ཡང་དེ་ནི་ལྷ་མོ་དྲི་མ་མེད་པོས་ཞུས་པའི་མདོ་ཟེར་གྱི་ཡོད་རེད། ད་མདོ་དེ་ལ་ཡང། རྗེ་བཙུན་ག་པ་ཆེན་པོ་ལུང་བསྟན་ག་རེ་གནང་ཡོད་རེད་ཟེར་ན། བྱང་ཕྱོགས་གངས་རི་བཅུད་ཀྱི་སར་རྒྱལ་བ་བསྟན་པའི་ས་ཕྱོགས་སུ་དམ་པའི་ཆོས་ནི་རྒྱས་པར་འགྱུར་རོ་ཟེར་གསུང་བ་རེད། བྱང་ཕྱོགས་གངས་རི་གི་རྒྱུད་ལས་ཡ་བོད་གངས་ཅན་ཟེར་ཡོད་ར། རྒྱལ་བ་བསྟན་པའི་ས་ཕྱོགས་སུ་རྒྱལ་བསྟན་ལས། ནི་དམ་པའི་ཆོས་རྒྱས་ཀྱི་རེད་ཟེར་གསུང་ཡོད་འདུག་ད་རེ་བ་དགེ་ལུགས་པ། ཡོང་གི་རེད་ཟེར་ད་དེ་རའོ་རྒྱལ་ལུགས་པ་ཡོང་གི་རེད་ཟེར་འདི་རའོ་རྒྱལ་ལུགས་པའི་གི་བསྟན་པའི་བདག་པོ་རྗེ་བཙུན་ཁ་པ་ཆེན་པོ་བ་རྟ་ལུང་བསྟན་ལ་རྟ་གསལ་པོ་ཆགས་འདི་ཡོད་རེད་ཟེར་བ་དེར་དེ་ནས་མདོ་ཕྱོགས་གི་ལུང་བ་རྟ་བཞི་པ་ག་རེད་ཟེར་ན་སྙེ་རྗེ་དཔལ་ཀ་རེད་སྙེ་རྗེ་དཔལ་མ་ག་བུད་གི་མདོ་དེ་ལ་ཡ་དེ་ང་ཡི་སྐུ་གསུང་གི་རྟེན་གཞི་ཅིས་རེད་པ་ནང་མཐོང་ནས་གསེར་གྱི་རྒྱན་པ་ཞེས་སྡུག་དང་སྦྱིད་ཚལ་དང་བ་དན་དང་དྲིལ་བུ་གཡས་འཁྱིལ་དགྲ་ཡི་གཡོག་པ་ཞེས་གསུངས་བར། ད་དེ་རྗེས་ཙོང་ཁ་པ་ཆེན་པོས་ལུང་བསྟན་ལ་ཡང་ངོས་འཛིན་གནང་རྒྱུ་རེད། ང་ཡི་སྐུ་གསུང་ཐུགས་ཞེས་པ་དེ་ཚོས་ཙང་རས་པ་དེ་ཚོ་མཐོང་ནས་ནི་སད་ཀྱི་བྱེད། ནི་སྡུག་དང་ལྗིད་ཚད་དང་བ་དན་དང་དྲིལ་བུ་གཡས་འཁྱིལ་གྱི་སྒྲ་ཡོག་ཡག་ཡོང་གི་རེད་ཟེར་སོང་སྟེ་ད་དེ་ཧ་ཅང་གི་གསལ་པོ་གསལ་བཤད་གྲགས་མི་འདུག་ད་རྗེས་ཙོང་ཁ་པ་ཆེན་པོའི་དགེ་སློང་བསྟན་ཡིན་པ། ད་ལྟ་རྫས་ཤིག་ལས་ཡ་ནི་བྱང་པ་ནའོ་ཞེས་སུ་སྣང་བས་ན་དེ་ཡིན་ན་ཡང་ན་ཇོ་བོ་ལས་ཡ་དབུ་རྒྱན་ཕུལ་བ་དེ་ཚོ་བ་ཡིན་ན་གང་ལྟ་དེ་བ་དེ་རྗེ་བཙུན་ཀ་བ་ཆེན་པོའི་ལུང་བསྟན་ནོན་འཛིན་གནང་རྒྱུ་རེད་ཟེར་བ་ལྟ་དེ་རེད་ད་མདོ་ཕྱོགས་ཀྱི་ལུང་བསྟན་བཞི་པ་དེ་དེ་རེད།

ནི་ཡང་རྗེ་ཙོང་ཁ་པ་ཆེན་པོ་ལུང་བསྟན་གནང་ཡོད་རེད། གསང་སྔགས་ཀྱི་རྒྱུད་སྡེ་ལ་ཡང་རྗེ་ཙོང་ཁ་པ་ཆེན་པོ་ལུང་བསྟན་གནང་ཡི། ལུང་བསྟན་དེ་ལ་ཡང་ག་ཚད་ཡོད་རེད་ཟེར་ན་ལུང་བསྟན་མི་འདྲ་བ་བཞི་ཡོད་རེད། ད་དང་པོ་དེ་ལ་ཡང་འཇམ་པའི་རྩ་ཡི་རྒྱུད་ཟེར་བ་ད་དེ་རེད་འཇམ་པའི་རྩ་རྒྱུད། དེ་ལ་ཡང་ག་འདྲས་གསུངས་ཡོད་རེད་ཟེར་ན་འཇིག་རྟེན་ང་ནི་མྱ་ངན་འདས། ས་ཡི་སྟེང་དེ་ལྟུང་འགྱུར་ན་ཆོས་ཉིད་བཞི་པའི་གཟུགས་ཀྱིས་ནི་སངས་རྒྱས་མཛད་པར་བཞེད་པར་འགྱུར་དེ་ཚེ་དགོན་ཆེན་རགས་དགའ་བ་ཁ་བ་ཅན་ན་ཡོད་པ་ཡིན་གསུངས། འཇིག་རྟེན་འདི་ལ་ཡང་ནི་སྟོན་པ་བཅོམ་ལྡན་འདས་ཁུངས་ནས་ངས་འདས་འགྲོ་གི་རེད། དེ་འདས་ནས་ནི་ས་ཡི་སྟེང་དེ་ལྟུང་བ་ལྟ་བུ་གྱུར་པའི་ཚེ། ཆོས་ཉིད་བཞི་པའི་གཟུགས་ཀྱིས་ནི་ཟད་ད་ཆོས་ཆོས་ཟད་དེ་རྗེ་བཙུན་འཇམ་པའི་དབྱངས་ལས་ལ་བོར་རྗེ་བཙུན་འཇམ་པའི་དབྱངས་ཆོས་རང། རང། ཞི་བའི་གཟུགས་ཀྱི་གནས་སའི་ཞི་བ་སོ་སོའི་ཤེ་བོ་ཐ་མལ་པའི་གི་རྣམ་པ་བྱས་ནས། ཞི་བ་སོ་སོའི་ཤེ་བོ་ཐ་མལ་པའི་གི་རྣམ་པ་བསྟན་པའི་གི་ཐོག་ནས་མཛད་པ་དེ་ལ་ཡང་སངས་རྒྱས་ཀྱི་མཛད་པ་དང་མཚུངས་པའོ། དེ་འདྲ་བྱེད་ཀྱི་རེས་སངས་རྒྱས་མཛད་པ་ཞེས་པ་འཇོག། དེ་ཚེ་དགོན་ཆེན་རག་དགའ་བ་དེའི་སྐབས་སུ་ནི་དགོན་པ་ཆེན་པོ་རག་དགའ་བ་ཟེར་ཏེ་དགའ་ལྡན་རྣམ་པ་འཇིགས་གླིང། ཁ་བ་གངས་ཅན་ན་ཡོད་ཀྱི་རེད། བ་དེ་བྱས་ནས་རྗེ་བཙུན་དགའ་བ་ཆེན་པོ་དེ་སོ་སོའི་ཤི་བོ་ཐ་མལ་པའི་གི་གཟུགས་ཀྱི་ཐོག་ནས་མཛད་པ་དེ་ལ་ཡང་སངས་རྒྱས་དང་སངས་རྒྱས་ཀྱི་མཛད་པ་དང་ནང་པ། གནས་ཚད་ན་འདྲ་མ་གྱོན་ཡང་མིག། གྱོན་ཆེན་རག་དགོས་པ་དེ་དགའ་ལྡན་གྱོན་པ་འོ་ལྟ་དེ་ཚོ་ཧ་ཅང་གི་སེར་ཕུག་སེར་ཆང་གི་ཐོག་ནས་ལུང་བསྟན་བ་གནང་འདུག་ཟེར་བ་དེ་ཅི་རེད། དེ་ནས་གསང་སྔགས་ཀྱི་རྒྱུད་ཀྱི་ལུང་ཚན་ལུང་བསྟན་གནས་པ་དེ་ལ་ཡང། མཁའ་འགྲོ་གསང་བའི་རྒྱུད་ལ་ཡང། འཇམ་དཔལ་སྤྲུལ་པ་བློ་བཟང་ཞེས་བསྟན་པ་རྗེས་བཞེས་ངོ་མཚར་ཅན་ཟིག་སོང་ཡོད། རྗེ་ཚིག་འཇམ་དཔལ་དབྱངས་ཀྱི་སྤྲུལ་པ་ནི་བློ་བཟང་མཚན་ཅན་གྱི་གཤེད་པོ་དམ་པ་འདི་ནི་བསྟན་པ་ཤིན་ཏུ་རྒྱས་པ་མཛད་མཁན་ནི་ཤིན་ཏུ་ངོ་མཚར་བ་བ་དེ་འདྲི་གཅིག་བྱུང་གི་རེད་ཟེར་བ་ལུང་བསྟན་གནང་ཡོད། ལ་ད་དེ་རྗེ་ཙོང་ཁ་པ་ཆེན་པོའི་ལུང་བསྟན་ཡིན་པ་ད་གསལ་པོ་འདྲ་པོ་འདུག་བ། ད་རྒྱུད་ཀྱི་ལུང་བསྟན་གསུངས་པ་དེ་ལ་ཡང། ཨུ་ཐག་གསང་སྔགས་སྔགས་མཇུག་དཔལ་གསང་བ་འདུས་པའི་རྒྱུད་དངོས་བརྗོད་བླ་མ་ལས། མ་འོངས་ཞང་ཀུན་ཤོག་ཟུང་འབྱུང་མིག་གི་ཐོག་མ་བློ་ཤེས་ཤ་ཟང་བུ་བཤོས་པའི་བསྟན་པ་ཤོང་གྲགས་པ་ཀུན་ཆོས་བཤད་བ་ནི་འཇམ་པའི་ཞིང་གི་སྐྱོ་བ་འགྲོ་ཟེར་བ་དེ་གསུངས་ཡོད། མ་འོངས་པ་ལ་ཡང་ཞང་ཀུན་ཤོག་སོགས་ནི།

འཇམ་དཔལ་གཤེན་གྱི་སྐྱོབ་པར་འགྲོ། འོ་སྟེ། མ་འོངས་པ་ལ་ཡང་རྗེ་བཙུན་འཇམ་དཔལ་དབྱངས་ཀྱི་ཞིང་ཁམས་ལ་ཡང་འགྲོ་གི་རེད་ཟེར་བ་ལྟར་དེ་འདྲ་གསུངས་ཡོད།